ཅི་འདི་མོ་རིགས་སྣང་གཟུགས་ཀྱི་ནི་གཅིག་དག་རྩོད་པ་བླ་མ་གཅིག་ཉིད་རེ་གི་གཅིག་དགོངས་པ་དག་མཐུན་མི་མཐུན། ཅི་འདི་མོ་རིགས་ཀྱི་དོགས་པ་དམ་བཅའ་བཟུང་བ་གཅིག་ཉིད་ཚེ་སྐྱེལ་གྱི་འདུག་ཅི་དེ་མི་གཅིག་གི་གུ་དོགས་ཧ་ལས་པ་གི་གུ་དོགས་རེད་ཆུང་ཆུང་གི་ནང་གི་ཆུང་ཆུང་རེད་ད་འདི་མོ་གཟུགས་ཀྱི་ཟིན་ན་ཟིན་རེད་མ་ཟིན་ན་དེ་རེད་གཙོ་བོ་དེ་མི་གཅིག་གི་ཕྱི་ལ་འདང་རྒྱག་རོགས་ཀྱིས་སངས་རྒྱས་ཀྱི་དམ་པ་ཕྱི་ལ་དེང་དུས་དག་ཤི་རིགས་ཀྱི་སྒོ་སྒང་རིགས་ཀྱི་སྒོ་ཁ་སང་དེ་རང་དག་མགར་བ་གི་ལོག་མགོ་ནི་འདྲ་འདྲ་དོན་གྱི་ཐོག་ན་མགར་བ་མི་ནི་འདྲ་འདྲ་འདི་མོ་ཡང། མོ་མོ་གཟའ་གི་དང་འདི་ཚོ་སྐོར་དུ་ཅིག་གོ་ན་དང་བསམ་གི་དང་ཁོམ་པ་མ་གི་མ་གཏོགས་ངས་འདིའི་སྐོར་དུ་ཅུང་ཟུ་ཅུང་ཙི་ཙི་ཤི་དང་འདི་ནི་མཁམ་པོ་འདྲ་ཧ་ར་སློབ་ཁྲིད་ཡེ་གི་འོ་ན་ཆ་ག་བྱུང་འདིར་གི་ཅི་ཟིག་ན་བསམ་གི་དང་ནི་དང་ད་ཚོགས་མང་ཡོང་བར་རྫོགས་པ་ས་ཅང་མ་གོ་ན་དྲོག་གི་དང་ནི་དང། འདི་ཚོ་སྐོར་བ་དེ་ནི་དང་གནས་ལུགས་རྒྱུ་མཚན་དང་ལྡན་པའི་སྒོ་ནས་འགྲེལ་བ་རྒྱག་ལུགས་ད་དེ་མོ་དང་དང་ཁྱེད་རྣམ་པས་གོ་འོས་རྒྱུ་རེད་དང་ནི་དང་ངས་སྒྲ་གཟུགས་དེ་ན་དང་ཅང་ཆེ་བོ་གཟུགས་མི་ཤེས་དང་ནི་དང་ད་འདི་ཚོ་དང་དོ་སྣང་ཡིན་ཧ་ལས་པ་གློག་མོང་འགྱོ་འོ་འདྲི་དང

ད་དབྱིབས་གསེར་དང་རྨོངས་གཟུགས་དང་ཤེལ་གྱི་འོད་འདྲེས་ན་དག་དེའི་འདུས་ཏེ། དུས་ཚོད་བསྐོར་བ་སྟེ་དག་མདངས་བཀྱག་གོ། དེས་ན་དག་ཏུ་བལྟམས་པ་བཞི་དང་འཛམ་བུ་གླང་གི་རིག་པ་གཉིས་ཀ་དག་མགར་བ་ཡིན་མངོན་འདུས་ཏེ། དེ་ལྟོས་ན་ཤེས་དགོས་ས་ཟིག་རེད་མ་གཏོགས་པ་ད་ང་ཞིག་གིས་དག་སྣང་གི། བླ་མ་རྣམས་ཀྱི་དག་གསུང་རྒྱུད་དུ་དག་ད་ཁོང་རྣམ་པ་གི་གཅིག་གིས་མགར་ཡོད་ན་ཆོག་གོ་དག་མགར་མེད་ན་ཆོག་གོ་ཅང་གང་ལྟར་རྣམ་པའི་གཞོན་ནུ་གཅིག་རེད། ཁོང་རྣམ་པ་དམ་པའི་དབུ་ཆོས་ལུགས་གསུང་གི་བདག་མེད་ན་རྣམ་པའི་དག་ད་རེས་ལྟ་བ་སྟོང་ཉིད་རྟོགས་མི་དགོས་ཟིན་ཟིན་ད། བསམ་པ་བྱང་ཆུབ་སོགས་དག་སེམས་བསྐྱེད་མི་དགོས་ཟིན་ཟིན་འོ་མཐའ་ཐུག་རྫོགས་པའི་སངས་རྒྱས་ཀྱི་སྐོར་མ་ཐོབ་མི་དགོས་ཟིན་ཟིན།

དང་འཛམ་བུ་གླིང་གི་རིག་པ་དང་ནི་མི་གཅིག་གི་གཏམ་པ་བཞི་གཉིས་ཀ་ཅུང་ཟད་ཅུང་ཟད་དུ་ཕྱིར་འོ་བསམ་གྱི་རེ་བ་ཡོད་དུས་དེའི་ཧ་ཟི་ཏི་གོ་གོ་ས་གི་ནི་མ་དེ་མ་གོ་ན། ཅུང་ཟད་དུ་དུ་འུ་བདེ་བསམ་གྱི་རེ་བ་འོན་ཀྱང་དེ་འདྲུ་དག་མི་གཅིག་གི་ཧ་ཟི་ཏི་རང་གི་འདང་གི་རེ་ཤི་ན། ད་ལྟའི་ད་བ་ད་སྔོན་མའི་ད་བ་དེ་དག་ཉིད་རང་གི་དེ་འདྲུ་དཔེར་ན་དག་ནག་ཤོད་ཅག་འཛུག་མ་རེད་འཕེལ་པ་འཛུག་མ་རེད་སྐྱེ་བ་མ་རེད་ད་ནི་དག་ད་རེ་རང་གི་གོ་ཚོད་ཀྱི་དེ་འདྲུ་ཤོད་ཚོད་ཀྱི་འདང་བརྒྱབ་ན། ད་ང་ད་བ་དང་ད་ལྟའི་བར་དུ་བྱུང་ཡོད་པའི་ཚན་རིག་དེ་དག་ནི། དང་ནང་ཆོས་འདི་གཉིས་ཀྱི་ནང་ན་དང་བཞི་བྱ་ཡིས་དང་བྱ་སྐྱོང་ནས་ན་དང་འགར་སྟོང་གི་ཐོག་ནས་འགར་འགྱོ་ས། ཡང་མིན་ན་དང་འགར་ནས་ཁེར་དབང་དང་ནི་ཚངས་རིས་ཀྱི་རིགས་པ་གི་ནང་ཆོས་ལ་གནོད་འགྱོ་ས། དེ་མོ་གཟུགས་གཅིག་གྷན་དྷའི་གཟུགས་དང་དང་མ་དང་ད་རུང་ནམ་ཡིན་ན་དང་ད་རུང་ཚངས་རིས་ཀྱི་ནི་ཡར་དང་ནང་ཆོས་ཀྱི་རྫ་མ་དུ་ཡིས་དང་སྟང་ཚབ་དེ་མོ་གཟུགས་ཀ་ལྷེབ་མ་དོ། རྒྱ་ཆེ་ཆུང་གི་ཚབ་དེ་མོ་གཟུགས་ཀ་ལྷེབ་མ་དོ་ཡིས་དང་བོ་ནི་ཏག་ཏག་མ་ཐོག་པ་ད་རུང་གཅིག་ཀྱང་དང། མཐོང་རྒྱུ་མ་གི་ཅིག་ལོག་གཟུ་བོའི་སྒོ་ནས་འདང་རྒྱག་ནོ་ཡིན་ཆགས་ཡིན་དག་ཡིན་ན་དེ་མོ་རེད་དེ་ལྟའི་གནས་ན་དེ་ག་དག་གཏན་ཚིག་གི་ནི་དེ་སུ་དོག་བ་དང། འདང་རྒྱག་སྐྱེ་བོ་དག་ནི་དེ་སོགས་གར་ཆེན་པོ་རེད་བསམ་དགོས།